དེ་ནས་འགྱུར་བ་བཅུ་གའི་ནང་ཚན་གྱི་གཞན་འགྱུར་ལྔ་ལམ་ན་སངས་རྒྱས་བྱོན་དང་དམ་ཆོས་དོན་བསྟན་པ་གནས་དང་དེའི་རྗེས་འཇུག་གཞན་སྤྱིར་སྙིང་ནི་བརྩེ་བའོ་ཞེས་དེ་གསུངས་འདུག་འདིའི་ཤོ་ལོ་ཀ་འདི་ཡང་ཨ་ནི་མགོན་པོ་ལུས་གྲུབ་ཀྱིས་གསུངས་རེད་ཅེས་དེ་འདྲ་གསུངས་འདུག་ཡིན་ནའང་མགོན་པོ་ལུས་གྲུབ་ཀྱི་གཞུང་གང་ན་ཡོད་པ་ཡིན་ན་ཧ་གོ་མ་སོང་ཨ་ནི་འདིའི་དོན་དག་ག་རེ་ལབ་འདུག། དེ་ལ་སངས་རྒྱས་བྱོན་པའམ་བྱུང་བ་ནི་སྐལ་བ་གྲངས་མེད་པ་གསུམ་གྱི་ཚོགས་བསགས་ནས་མངོན་པར་རྫོགས་པར་འཚང་རྒྱ་བའོ། མདོར་ན་ག་རེ་ཟེར་གྱི་ཡོད་པར་ལབ་ན་སངས་རྒྱས་འབྱུང་བ་ཡོད་པ་ཟེར་ལབ་རེད་སངས་རྒྱས་འབྱུང་བ་ཡོད་པར་ལབ་ན། བྱང་ཆུབ་སེམས་དཔའ་གཅིག་གིས་སྐལ་བརྒྱད་གྲངས་མེད་གསུམ་ལ་སོགས་པ་ཚོགས་བསགས་ནས་མངོན་པར་རྫོགས་པར་འཚང་རྒྱ་བའི་ཚུལ་སྟོན་པ། དཔེར་ན་ད་ལྟའི་འཇིག་རྟེན་གྱི་ཁམས་མམ་ཡང་ན་ད་ལྟའི་སྐལ་བ་འདི་ལ་བདག་ཅག་གི་སྟོང་པ་ཕྱག་རྒྱ་ཐུབ་པས་དེ་ལྟ་བུའི་མཛད་པ་བསྟན། གླིང་འདིར་ཁྱོད་མཛད་པ་བྱས་ནས་བལྟས་ནས་སྐུ་མྱ་ངན་ལས་འདས་ཟིན་པ་རེད་དེ། དེས་བསྟན་པའི་ཆོས་ད་དུང་གནས་ཡོད་པར་རོ། ཡིན་ཙང་དེ་ལྟར་སངས་རྒྱས་བྱོན་པ་དང་སངས་རྒྱས་བྱོན་ནས་ཆོས་གནས་པའོ་དེ་གཅིག་རེད། དམ་ཆོས་སྟོན་པ་ནི་སངས་རྒྱས་སམ་དེས་ཉན་ཐོས་ཀྱི་ཆོས་སྟོན་པའོ། དཔེར་ན་ཆོས་སྟོན་པ་པོ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་རང་ཉིད་སྐུ་བརྙན་ངན་ལས་འདས་ནས་ལོ་མང་པོ་ཅིག་འགྲོ་ཟིན་པ་རེད་དེ། དེའི་གདུལ་བྱ་ཉན་ཐོས་དང་བྱང་ཆུབ་སེམས་དཔའ་ཡང་ན་དེ་དག་གི་རྒྱུད་པ་གི་དགེ་བའི་བཤེས་གཉེན་རྣམས་ཀྱིས་ད་ལྟ་ཡང་ཆོས་བསྟན་ནས་གནས་བཞིན་པ་ཡིན་ཙང་ཡང་ནི་ཆོས་སྟོན་པ་ཡོད་པ། འོ་དེ་རེད། ད་ནི་ཆོས་བསྟན་པ་ནད་པ་ནི་སངས་རྒྱས་ཤིང་ཆོས་བསྟན་པ་ནི་མྱ་ངན་ལས་མ་འདས་བར་དུ་དོན་དམ་པའི་ཆོས་མངོན་དུ་བྱེད་པའི་ཚུལ་བཅས་བསྒྲུབ་པའི་ཆོས་མ་ཉན་པའོ། ད་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་རིམ་པ་གསུམ་བསྐོར་ནས་རང་ཉིད་སྐུ་མྱ་ངན་ལས་འདས་ན་ཡང་དེས་གསུངས་པའི་ཆོས། བདག་མེད་རྟོགས་པའི་ཤེས་རབ་མངོན་དུ་བྱེད་ཚུལ་གྱི་ལམ་གྱི་རིམ་པ་དེ། ད་དུང་མུ་མཐུད་ནས་གཞན་ལ་འཆད་པ་དང་རང་གི་སྒྲུབ་པའི་ཚུལ་གྱིས་གནས་བཞིན་པ་ཡིན་ཙང་དེ་ལྟར་དམ་པའི་ཆོས་མ་ཉོན་པའི་སྐབས་དེ་འདྲ་ཅིག་ལ་སྤྱད་དགོས་པ་རེད། ཡག་ཤོས་བྱུང་ན་སངས་རྒྱས་འཇིག་རྟེན་དུ་བྱོན་ནས་སྐུ་བརྙན་ལྔ་ལས་མ་འདས་པའི་སྐབས་སུ་སྤྱད་དགོས་པ་དང་གལ་ཏེ་དེ་ལྟ་བུའི་སྐབས་སུ་འཇིག་རྟེན་གྱི་ཁམས་ལ་སྤྱད་མ་ཐུབ་ན་ཡང། སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་མ་ནོར་བར་བསྟན་པ་དེ་བསྒྲུབས་ནས་ཉམས་སུ་ལེན་རྒྱུ་ཡོད་པའི་སྐབས་སུ་སྤྱད་ན་ཡང་འགྲིག་གི་ཡོད་པ་དེ་འདྲ་ཞིག་རེད། ད་ནི་ཆོས་གནས་པ་རྗེས་སུ་འཇུག་པ་ནི་ཆོས་རྟོགས་པ་དེ་ཉིད་ཀྱིས་སྐྱེ་བོ་རྣམས་ལ་དམ་ཆོས་མངོན་དུ་བྱ་བའི་མཐུ་ཡོད་པར་རིག་ནས་ཇི་ལྟར་རྟོགས་པ་ལྟར་བསྟན་པ་ལ་རྗེས་སུ་འཇུག་པའོ། ད་ནི་གང་དུ་བྱས་པ་ནང་བཞིན་སངས་རྒྱས་འཇིག་རྟེན་དུ་བྱོན་ནས་ཆོས་གསུངས་ན་ཡང་བསྟན་པ་ཉམས་སོང་ན། བསྟན་པ་དེ་ལ་ཞུགས་པའི་སྐལ་བ་མེད་པ་ཡིན་ཙང་སངས་རྒྱས་འཇིག་རྟེན་དུ་བྱོན་པ་མ་ཟད་དེ་ཆོས་གསུངས་པ་ཆོས་གསུངས་པ་ཙམ་མ་ཟད་དེ་ཆོས་གསུངས་པ་གི་རྒྱུན་དེ་གནས་པ། ཨོའམ་དེ་འདྲ་ཅིག་དགོས་པ་རེད། ཆུ་གནས་མི་གནས་ཟེར་བ་དེ་དེ་ཉམས་སུ་ལེན་པའི་གང་ཟག་ཡོད་མེད། ཨ་ནི་དེ་ལ་ཀློག་པ་དུས་གསུམ་དང་སྒྲུབ་པ་ཉམས་ལེན་བྱེད་པའི་གང་ཟག་ཡོད་མེད་དེ་འདྲ་རེད། ཡིན་ཙང་ཆུ་གནས་པ་ཙམ་གྱིས་ཀྱང་མི་འགྲིག་པ་རེད། རང་ཉིད་ཀྱིས་ཆུ་དེ་ཉམས་སུ་བླངས་པ་ལ་བརྟེན་ནས་ཐར་པ་དང་ཐམས་ཅད་འབྱིན་པའི་གོ་འཕང་ཐོབ་པ་ཡིན་པར་ཤེས་ནས་དེ་ལ་འཇུག་པའི་མཐུ་ཡོད་པ་དེ་ལ་འཇུག་ཐུབ་པ་ཨོ་དེ་འདྲ་ཅིག་དགོས་པ་རེད། དེ་ནས་གཞན་གྱི་ཕྱིར་སྙིང་བརྩེ་བར་བྱེད་པ་ནི་སྦྱིན་པ་པོ་དང་སྦྱིན་བདག་གི་ཆོས་གོས་སོགས་སྟེར་བའོ། འདི་ནི་གཞན་གྱི་ཕྱིར་སྙིང་བརྩེ་བ་ཟེར་བ་སྟེ། འདི་ནི་དཔེར་ན། ཆུ་སྒྲུབ་པར་འདོད་པའི་གང་ཟག་ཅིག་ལ་མཚོན་པ་ཡིན་ན་དཔེར་ན་རབ་ཏུ་བྱུང་བ་ལྟ་བུ་ཅིག་ལ་མཚོན་པ་ཡིན་ན། སའི་གོས་གནས་མལ་ལ་སོགས་པ་ནི་སྦྱིན་བདག་གི་མཐུར་སྤྱིན་རྙེད་པ་སྦྱིན་བདག་གི་མཐུར་སྤྱིན་སྦྱོར་བ། ཡང་ན་དགེ་བའི་བཤེས་གཉེན་ལ་སོགས་པས་རང་ཉིད་ལ་ཆུ་སྦྱིན་པ། འཇིག་རྟེན་ཟང་ཟང་གི་ཕྱོགས་ནས་ཀྱང་དུར་ཆེན་རྙེད་པ་དང་དམ་པའི་ཆོས་རྒྱུད་ཕྱོགས་ནས་ཀྱང་དགེ་བའི་བཤེས་གཉེན་གྱིས་རང་ཉིད་ལ་སྙིང་བརྩེ་བའི་སྒོ་ནས་ཆོས་བཤད་པ། ཨོ་དེ་འདྲ་གི་དུར་ཆེན་གཅིག་ཚང་སོང་བ་ཡིན་ན་གཞན་སྐྱོར་ལྔ་ཟེར་གི་ཡོད་པ་རེད། རང་སྐྱོར་དང་གཞན་སྐྱོར་གི་ཁྱད་པར་དེ་རང་སྐྱོར་ཟེར་བ་དེ་རང་ཉིད་གང་ཟག་རང་ཉིད་ཀྱི་ངོས་ནས་ཚང་དགོས་པའི་ཡོན་ཏན་ནམ་ཡང་ན་ཆ་རྐྱེན་དེ་ཡིན་པ་དང་གཞན་སྐྱོར་ལྔ་ཟེར་བ་དེ་གཞན་ལ་ལྡན་དགོས་པའི་ཆ་རྐྱེན་དང་ཡོན་ཏན་དེ་ཡིན་པ་ཡིན་ཙང་རང་སྦྱོར་དང་གཞན་སྦྱོར་ཞེས་ལབ་ཀི་ཡོད་པ་རེད་དེ་སྔགས་ནི་གཞན་བརྗོད་ལ་ཡོད་ཀྱང་ཆོས་སྒྲུབ་པའི་ཆ་རྐྱེན་ཡིན་པས་གཞན་སྦྱོར་རོ། འོ་དེའི་དོན་དག་དེ་འདྲ་ཡིན་པ་རེད་གང་ལྟར་དལ་འབྱོར་ངོས་བཟུང་བ་ཟེར་བ་འདིའི་སྐབས་སུ་དམ་པའི་ཆོས་སྒྲུབ་པའི་རྟེན་ནམ་ལུས་དེ་ངོས་འཛིན་གི་ཡོད་པ་རེད་དཔེར་ན་ང་ཚོ་མི་ལུས་ཅིག་ཐོབ་པ་ཙམ་གྱིས་ནི་དར་བ་བརྒྱ་དང་སྦྱོར་བ་ཅིག་ཚང་གི་ཡོད་པ་མ་རེད་ཐར་པ་ཆེན་པོའི་དགེ་བའི་བཤེས་གཉེན་མཚན་ཉིད་པ་འཕགས་པའི་དགེ་འདུན་ཅིག་གི་གྲས་ལ་ཡོད་ན་ཡང་རང་ཉིད་དམ་པའི་ཆོས་བསྒྲུབ་འདོད་ཀྱི་འདུན་པ་མེད་ན། ནི། སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་གྱི་ཁམས་སུ་ཆེན་པོའི་སྐབས་སུ་སྐྱེས་ན་ཡང་དམ་པའི་ཆོས་ལ་འཇུག་མི་ཐུབ་པ་རེད། དེ་ཡིན་ཙང། གཞན་གྱིས་སངས་རྒྱས་འཇིག་རྟེན་དུ་བྱོན་པ་དང་དེའི་ཆོས་གནས་པ་ལ་སོགས་པའི་གཞན་ལ་དམ་པའི་ཡོན་ཏན་དེ་དག་ཀྱང་ཚང་དགོས་པ་དང། ཨ་ནི་རང་ཉིད་ལ་ཡང་དམ་པའི་ཆོས་ལ་འཇུག་འདོད་ཀྱི་བསམ་བློ་དང་དམ་པའི་ཆོས་ལ་ཀློག་པ་ཐུགས་བཟུང་བྱེད་པའི་སྤྲོ་བ་ཡོད་པའོ་དེ་འདྲ་ཅིག་ངེས་པར་དུ་དགོས་པ་རེད་ཟེར་རོ་དེའི་དོན་དག་གཙོ་བོ་བསྟན་གྱི་ཡོད་པ་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནི་མཚམས་བཞག་རྒྱུ་བྱས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།